དོན་ཚན་ལྔ་པ་འདི་བལྟས་ཟིན་པའི་ནང་ལ་ལས་ཀ་ག་རེ་བྱས་ཡོད་མེད་ཀྱི་དེའི་ཐོག་གི་ད་ཉམས་མྱོང་དོད་བསྡུས་ཤིག་འདུག་ཟེར་ཞོལ་གྱི་འདོད་པ་བྱུང་སོང། ད་སྤྱི་བཏང་གི་བལྟས་ཟིན་པའི་ད་ལོ་ཉི་ཤུ་ཚེ་ནང་ལ་ད་ཉམས་མྱོང་ད་འདྲ་མི་འདྲ་མང་པོ་ཞིག་འདུག་ཟེར་ས་ཡ་གི་ད་གོ་སྐབས་དེ་འདྲ་ཞིག་རག་འདུག་པ་བྱུང་སོང། ད་ཡིན་པ་ཡིན་ན་ཡང་མང་ཆེས་ཀྱིས་ད་སོ་སོ་རང་གིས་ག་རེ་ཅིག་གི་རྨང་གཞི་ཡར་རྒྱས་གཏོང་ཡ་དང་ཁ་སེ་བ་ད། མི་ཚེའི་ནང་དུ་ད་དགོས་མཁོ་ཅིག་ཡིན་པ་དེ་འདྲའི་ཅིག་ལ་ངོས་འཛིན་ཞུ་གི་ཡོད། ད་དེ་ཚོ་ཚང་མ་རེ་རེ་ཕྱི་མིག་ད་དུས་ཚོད་ཐུང་ཐུང་ནང་ལ་ཞུས་ཚར་གྱི་ཡ་མ་རེད་ལ་ད་འདི་ཚོ་ཞུ་དགོས་པའི་དགོས་པ་དང། དེ་འདྲའི་དམིགས་བསལ་གང་མཐོང་གི་མི་འདུག་ད་དེ་རིང་དེ་ཞུ་ཡ་འདི། སོ་སོ་གི་འདས་ཟིན་པའི་ལས་ཀའི་ནང་ནས་ཉམས་མྱོང་ད་མང་པོ་བསགས་ན་བསགས་ཡོད་པའི་ནང་ནས་སྤྱི་པའི་རྩ་དོན་ལ་ཕན་པའི་ལས་ཀ་ག་རེ་བྱས་ཡོད་མིན་གྱི་སྐོར་ལ་ཨ་ནི་རོབ་ཙམ་ཅིག་ཐུགས་སུ་ཞུས་ན་བསམ་པ་དྲན་སོང། ཨ་ནི་ད་དང་པོ་འདི། ཏང་གཙོ་གཙོ་བོ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད། ལམ་སྟོན་རེད། ཨ་ནི་ད། ཡང་སྒོས་ད་དུས་རབས་འདིའི་ནང་ལ་ཕེབས་པའི་ད་མཁས་པ་རེད་དཔྱད་བརྗོད་པ་རེད་བསམ་བློ་བ་རེད་དེ་ཚོ་གིས་ག་རེ་གསུང་གི་ཡོད་ཞུས་པས་ན། དུས་རབས་ཉི་ཤུ་རྩེ་གཅིག་འདི། ཞི་བདེ་དང་ལྡན་པའི་དུས་རབས་ཅིག་ཏུ་འགྱུར་དགོས་ཀྱི་རེད། དུས་རབས་ཉི་ཤུ་རྩེ་གཅིག་འདིའི་ནང་ལ་གནད་དོན་གང་འདྲ་ཅིག་ཡོད་པ་ཡིན་པ་ཡིན་ན་ཡང་ཕན་ཚུན། བགྲོ་གླེང་དང་གོ་བསྡུར་ཅང་ཤེས་ཀྱི་ལམ་ནས་སེལ་དགོས་ཀྱི་རེད་ཟེར་ནས་ད་ཛབ་གླིང་ལ་ཡ་འདུག་སི་ལམ་སྟོན་དང་བཀའ་སློབ་གནང་ཕེབས་ཀྱི་ཡོད་རེད། ང་ཚོ། ད་ང་ཚོ་བོད་དང་རྒྱ་ནག་གི་བར་ལ་ཡང་ད་དཀའ་ངལ་ཅིག་ཡོད་རེད། དཀའ་ངལ་དེ་ཡང་ཕན་ཚུན་གྲོས་མོལ་གྱི་ལམ་ནས་སེལ་ཐུབ་ཀྱི་རེད་བསམ་པའི་རེ་བ་དང། ཡིད་ཆེས་ཡོད་མཁན་ཞིག་གི་ངོས་ནས་ཞུས་པ་ཡིན་ན། གང་ལྟར་སྔ་ཕྱི་མ་གཏོགས་རྒྱ་ནག་གཞུང་དང་སྐད་ཆ་བཤད་ནས་ང་ཚོའི་དཀའ་རྙོག་དེ་སེལ་དགོས་ཀྱི་ཡོད་དུས། ང་ཚོ་བོད་པའི་གི་རྩ་དོན་དང་བོད་ནང་ལ་འཕྲད་བཞིན་པའི་དཀའ་ངལ་དེ་གས་འདི། རྒྱ་ནག་མི་མང་དུང་ཕྱུར་བཅུ་གསུམ་ལྷག་ཡོད་ར་དུང་ཕྱུར་བཅུ་གསུམ་ལྷག་ཙམ་ཡོད་ར་དེ་གས་འདི་ཤེས་པ་བྱེད་དུས་དུ་དངོས་གནས་ཧ་ཅང་གི་གལ་ཆེན་པོ་ཞིག་རེད་བསམ་པ་དེ་ལྟར་ངོ་འདུག་ག་རེ་ང་རང་ག་དུས་ན་འདི་འདྲས་བསམ་གི་ཡོད། འདི་འདྲས་སོང་ཙང་ད་ང་རང་བོད་ནང་ལ་སློབ་སྦྱོང་ག་ལ་གང་འཚམ་བྱས་མྱོང་བ་ལ་བརྟེན་ནས། རྒྱ་གར་དུ་སླེབས་པའི་རྗེས་ལ། ད་ལོ་དྲུག་བདུན་ཅིག་དྲ་རྒྱ་བརྒྱུད་ནས་རྒྱ་ནག་ནང་ལོགས་ཀྱི་ད་མི་མང་དུང་ཕྱུར་བཅུ་གསུམ་ལྷག་གི་ནང་གི་སློབ་ཕྲུག་ཆེད་ཤེས་ཡོན་ཅན་པ་ཆེད་རྩོམ་པ་པོ་ཆབ་སྲིད་གཞུང་གི་ལས་བྱེད་ད་དེ་སྐད་དེ་དམིགས་ས་གཙོ་བོ་ལ་བཟུང་ནས་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ད་ངོ་བོ་དང་བྱུང་རིམ།

མང་གཙོའི་ལམ་གྱི་སྤྱི་ཚོགས་ཟེར་ནས་ག་འདྲའི་སྒྲོམ་གཞི་ཡོད་རེད་དེ་གི་སྒྲོམ་གཞི་ངོས་སྤྲོད་བྱེད་ཡ། ད་གཙོ་ཆེ་ཤོས་དེ་ང་ཚོ་གི་ག་རེ་ངོ་རེ་ཞུ་ཡོད་ཟེར་ན། བོད་ནང་གི་རྫ་དྲག་གི་གནས་སྟངས་རེ་རེ་བྱེད་ནས་ངོ་སྤྲོད་དང་འགྲེལ་བཤད་བརྒྱབ་ཡོད་རེད། ཨ་ནི་ལྷག་པར་དུ། བོད་ནང་ལ་ཡ། རྒྱ་ནག་གཞུང་གི་ནོར་འཁྲུལ་ཅན་གྱི་སྲིད་ཇུས་དེ་མུ་མཐུད་ནས་ལག་བསྟར་བྱེད་པར་བྱུང་བ་ལ་བརྟེན་ནས་བོད་བར་གྱི་དཀའ་རྙོག་དེ། ལྷ་དད་པ་དང་དཀའ་རྙོག་དེ་ད་ག་ལ་ཡོད་ཅིག་གི་ཇེ་སྡུག་ནས་ཇེ་སྡུག་ཏུ་འགྲོ་གི་ཡོད་པ་འདི་འདྲའི་གི་ངོ་སྤྲོད་ཞུ་ཡ་དང་འདི་འདྲའི་གི་གོ་སྐབས་རག་བྱུང་ཞུ་ཡ་ཅིག་དང། ད་ལས་ཀ་དེ་བྱེད་པའི་བརྒྱུད་རིམ་གྱི་ནང་ལ་ཡང་ཕྱོགས་གཞན་ཅིག་ནས་ང་ཚོས་རྒྱ་ནག་གཞུང་གིས་བོད་ནང་ལ་ལག་བསྟར་བྱེད་པའི་སྲིད་ཇུས་དེ་གི་དེ་ལ་ཡང་རྟོག་ཞིབ་བྱས་ནས་རྟོག་ཞིབ་བྱས་འདི་གི་གྲུབ་འབྲས་འདིས་ང་ཚོ་བཙན་བྱོལ་སྒྲིག་འཛུགས་ཀྱི་འབྲེལ་ཡོད་ཀྱི་ལས་ཁུངས་ཁག་ལ་སྙན་སེང་ཞུ་ཡ་དང་འབྲེལ་ཡོད་མི་སྣ་དང་མཉམ་དུ་ཕན་ཚུན་ཁ་གསོ། ཉམས་མྱོང་སྤེལ་རེས་བྱེད་ཡ། བགྲོ་གླེང་བྱེད་ཡ། ད་དམིགས་བསལ་གྱི་ད་ལས་དོན་དེ་ཚོ་བྱེད་པའི་སྐབས་སུ་ད་བོད་ནང་ལ་སྤེལ་བཞིན་པའི་རྒྱ་མི་གྱི་སྲིད་བྱུས་མང་པོ་ཅིག་ལ་ཡང་ང་ཚོས་དུག་གཞི་ནས་གདོང་ལེན་བྱེད་ཐུབ་པ་བྱུང་ཡོད། ཞོལ་གཅིག་དང་ཨ་མདའ་རྒྱའི་ཞོར་ལ་ཡང་ད་ཕྱི་ཐང་གི་གནང་པ་ཚང་མས་མཁྱེན་གལ་རེད། ད་རྒྱ་ནག་ནང་ལོགས་ལ་ང་ཚོས་ཀྱིས་བོད་པའི་གནད་དོན་གྱི་གསལ་བཤད་བྱེད་ཀྱི་བས་ན་རེད་བོད་པའི་གནད་དོན་དང་འབྲེལ་གྱི་ལས་ཀ་གཅིག་གང་འདྲ་བྱས་པ་ཡིན་ན། ཨ་ནི་རྒྱ་ནག་གཞུང་གི་ངོས་ནས་ལས་ཀ་བྱེད་མཁན་དེ་གས་དེ་ལ་གཅིག་གེར། ད་གཉིས་ཅག་ལ་ཡང་གཅིག་རྒྱ་ནག་གཞུང་གི་གནོད་ཤུགས་སྤྲོད་ཀྱི་ཡོད་པ་དེ་ད་ཚང་མས་མཁྱེན་གེར་བ། ད་ག་ནང་བཞིན་ང་རང་གི་ལས་ཀ་དེ་བྱེད་པའི་བརྒྱུད་རིམ་ནང་ལ་ཡང་ང་རང་སྒེར་ལ་ནུས་ཤུགས་སྤྲད་མྱོང་ལ་ང་ཚོའི་གི་ལས་ཁུངས་ལ་ནུས་ཤུགས་སྤྲད་ཡོད་རེད་ད་ག་ནང་བཞིན་བཙན་བྱོལ་སྤྱི་ཚོགས་ཁོ་རང་འདུག་ང་ཚོའི་ད་ལས་ཁུངས་གི་མིང་དང་མཉམ་དུ་སྦྲེལ་ནས་འདུག་བྱས་ནས་ད་གང་ད་དྲ་ཐོག་ལ་ཡ་ཅིག་ཁོ་རང་ཚོའི་ཚིག་ངན་པ་བཏང་ཡ་དང་འགྲེལ་བརྗོད་ངན་པ་རྒྱག་ཡ་དང་འདུག་ག་རེད་ད་མདོར་བསྡུས་ན། ང་ཚོ་དེ་གས་དེ་རྒྱ་ནག་མི་དམངས་ཀྱི་དགྲ་རུ་ངོས་འཛིན་བྱེད་དུས་དེ་གས་གང་ཐབས་ཤེས་མང་པོ་ཅིག་བཏང་ཡོད་རེད། ཞོལ་ཅིག་དང་ད་ལྟ་དྲ་རྒྱ་ལ་གཟིགས་པ་ཡིན་ན་རྣམ་པ་ཚོ་སྡུག་གཟིགས་མཁན་གས་ག་རེ་གཟིགས་རྒྱུ་ཡོད་བསྡད་པ་དེ་འདྲའི་ཅིག་ལས་དང་ཆགས་ཀྱི་ཡོད། ཞོལ་དབྱིང། ད་ཡིན་པ་ཡིན་ན་ཡང། གནོན་ཤུགས་དང་ཚིག་ངན། ཁོ་རང་ཚོ་ཐབས་ཤེས་ག་རེ་བཏང་གི་ཡོད་མིན་ལ་མ་ལྟོས་པར་ད་ང་རང་སོ་སོའི་ངོས་ནས། ལས་ཀ་འདི། བྱས་ཟིན་པའི་ལས་ཀ་དེ་རླབས་ཆེ་པོ་ཅིག་དང། བོད་པའི་རྩ་དོན་ལ་ཕན་པའི་ལས་ཀ་ཅིག་ཏུ་ངོས་འཛིན་བྱས་པ་བརྒྱུད་རྗེས་ཁྱེད་ཤག་ཕྱུག་འགྱུར་གྱི་སྒོ་ནས་འདུག་བྱས་ནས་ད་ག་ཟླ་ལོ་དྲུག་བདུན་རྗེས་ལས་ཀ་བྱེད་ཐུབ་པ་བྱུང་ཡོད་ཅེས་ནས་འདི་ཤོད་ཅིག་ཡིན། ད་གཉིས་པ་འདི། བོད་པའི་གི། མ་འོངས་པ་ལ་བསམ་བློ་བཏང་གིན་རེད་བོད་པའི་རྩ་དོན་འཛོན་གིན་རེད་ད། བསམ་བློ་བཏང་གིན་རེད་ལས་དོན་སྒྲུབ་གིན་རེད་ད། སུ་གཅིག་ཡིན་པ་ཡིན་ན་ཡང། ཨང་དང་པོ་དེ། བོད་ཕྱི་ནང་གཉིས་ཀྱི་བོད་མའི་གནས་སྟངས་གསལ་པོ་ཤེས་དགོས་ཀྱི་ཡོད་རེད་བསམ་གྱི་ཡོད་ང་རང་ནམ་རྒྱུན་དེ་བས་ཅིག་དུག་སེལ་བསམ་གྱི་ཡོད་ཨ་ནུ་ང་རང་ལ་ད་དུག་སེལ་ཆ་མཚོན་པ་ཡིན་ན། ད་བོད་ནང་ལ་ཡང་གྲོང་སྐྱེས་ཟེར་དུས་གྲོང་གསེབ་ལ་སྐྱེས་པ་རེད་ཨ་ནི་སྡུག་ཆེ་ནས་ད་གྲོང་གསེབ་ནས་གྲོང་ཁྱེར་བར་དུ་ད་ས་ཁུལ་མང་པོ་ཅིག་ལ་འགྲོ་མྱོང་ཡོད་རེད་རྒྱུས་ཆ་རྒྱུས་ཡོད་རེད་ད་ག་ནང་བཞིན་ད་བོད་ནང་ལ་སློབ་སྦྱོང་ག་ལ་གང་འཚམ་ཅིག་བྱས་མྱོང་པ་རེད། ལྷག་པར་དུ་ད་བོད་ནང་ལ་རྒྱ་མི་དང་མཉམ་དུ་ཁོར་ཡུག་གཅིག་གི་ནང་ལ་འཚོ་བ་སྐྱེལ་མྱོང་ཡོད་པ་དེ་འདྲ་ཞིག་ཆགས་ཀྱི་ཡོད་དེ་ཡིན་དུས་བོད་ནང་གི་ཆབ་དཔལ་རིག་གསུམ་དང། ཨ་ནི་སོ་སོའི་གི་མི་རིགས་ཀྱི་ངོ་བོ་མཚོན་མཚོན་བྱེད་ཀྱི་ད་སྐད་དང་རིག་གཞུང་འདི་གི་གནས་སྟངས་ག་འདྲེ་ཡོད་མེད་ཀྱི་གསལ་པོ་འདུག་ཤེས་ཀྱི་ཡོད། དཔེ་ཆ་དཔེ་སྟོན་ཙམ་ཞུས་ན། ད་དྲུག་ཅུ་རག་གྲངས་ཀྱི་ནང་ལ་རྒྱ་ནག་གུང་ཁྲན་ཏང་གིས་བསླབ་གྲྭ་ཆེན་པོ་དང་བསླབ་གྲྭ་འབྲིང་བ་དེ་ཚོ་ལ་རྒྱ་ཡིག་བསླབ་པའི་འགོ་བཙུགས་པ་རེད། ད་སྤྱི་ལོ་ཉིས་སྟོང་དེ་གའི་ཆིག་ནས་འདུག་འགོ་བཙུགས་རྗེས་ཨ་ནི་ང་གའི་ཆུང་མ་བུ་ཇོ་ནི་ཡ་གི་མཐོ་སློབ་བར་དུ་ལ་ཨ་ནི་རྒྱ་ཡིག་བསླབ་པའི་འགོ་བཙུགས་ནས། ཚུགས་པ་དང་སྤྱི་ཚོགས་ཀྱི་སྟེང་ལ་ཡ་གཅིག་རྒྱ་ཡིག་མ་བཤད་ནས་ལས་ཀ་མ་མ་རག་ཡ་དང། རྒྱ་ཡིག་གི་ཨང་དང་པོར་བཞག་ཡ་དང་གིས་ང་ཚོའི་བོད་པའི་གི་ས་གནས་ཀྱི་ས་གནས་ས་ཐོག་གི་སྐད་ཡིག་དེ་ཨང་གཉིས་པ་ལ་བཞག་གི་ཐབས་ཤེས་འདི་འདྲའི་བཟོ་གི་ཡོད་རེད། འདི་འདྲའི་ཡིག་ལ་སོགས་པ་རྙེད་སྟངས་དེ་ད་གང་འདྲ་ཅིག་གསལ་པོ་ཅིག་ཤེས་གི་ཡོད་ཞུ་ཡ་གཅིག་དང། ད་བཙན་བྱོལ་ལ་སླེབས་ཡོད་རྗེས་ལ་ཡང་ད་གང་ལྟར་བཙན་བྱོལ་ལ་སླེབས་ནས་མི་མི་ལོ་ཉི་ཤུ་ཙོ་ཞིག་འགྲོ་སོང་ཨ་འདིའི་ནང་ལ་ཡང་ད་ཚོགས་པ་སྐྱིད་སྡུག་འདྲ་མིན་གྱི་ནང་ལ་ཨ་སྤྱི་ཚོགས་ཀྱི་ཞབས་ཞུ་ཞུ་ཐུབ་པ་བྱུང་སོང་ད་སྤྱི་བཏང་གི་ནམ་རྒྱུན་ནི་ང་རང་རྒྱལ་ཁབ་འགྲོ་སོང་གི་ས་ཆ་མང་པོ་ཅིག་ལ་ཐུགས་སུ་འགྲོ་མྱོང་ཡོད་ཨ་དེ་མ་ཟད་ད་དེ་ཅིག་དེ་ག་ལ་ཡོད་པའི་ག་ལ་བུད་མེད་དེ་ཚོའི་གི་ད་གནས་སྟངས་ག་འདྲ་ཡིན་མིན་ག་ད་ག་ལ་གང་འཚམ་གྱིས་འདུག་ཟེ་ཤེས་གི་ཡོད་ད་དམིགས་བསལ་གྱི་ད་ཨ། དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་རྒྱུན་ལས་བྱེད་ཀྱི་ད་འདུག་སི་གོ་ཁབ་ཅིག་རག་ཡོད་དུས་ཙང་པ་ཨ་རན་རྒྱུན་ལས་ཀྱི་སྡེ་གི་མིང་ཐོག་ནས་དབུས་གཙང་དབུས་ས་གཉིས་ཀྱི་བར་ལ་ཡ་འབྲེལ་ལམ་མེད་པ་དེ་འབྲེལ་ལམ་གསར་པ་བཟོ་ཡ་དང་འབྲེལ་ལམ་ཡོད་པ་དེ་ཡ་རྒྱས་གཏོང་ཡ་གི་ད་དམིགས་ཡུལ་གཙོ་བོ་ལ་བཟུང་ནས་ཨ་ནི་དབུས་ཀྱི་ཚོགས་གཙོ་དང་ཕྱག་སྦྲེལ་རྒྱུན་ལས་གཞན་པ་དང་མཉམ་དུ་སོ་སོ་གི་ད་ནུས་པ་མཉམ་སྤུངས་ཀྱི་ཐོག་ནས། རང་ནུས་གང་ལྕོགས་ཀྱིས་ད་གང་ཐུབ་ཅི་ཐུབ་ཞུས་བསམ་པ་ཅིག་དང། ད་སོ་སོའི་ངོས་ནས་ད་གར་སོ་བ་ཅིག་ལས་དོན་དེ་བྱེད་པའི་བརྒྱུད་རིམ་ནང་ལ་ཡང་དུས་ཚོད་བཏོན་ས་ལ་དུས་ཚོད་བཏོན་ཡོད་དཀའ་ལས་རྒྱབ་ས་ལ་དཀའ་ལས་རྒྱབ་ཡོད་བསམ་པ་ཅིག་འདུག་ཤི་ཡོང་གི་ཡོད། གང་ལྟར། འདས་ཟིན་པའི་ནང་ལ་ལས་དོན་གང་ཞིག་ཆེད་ལྟ་ག་འདྲ་ཞིག་བྱས་ཡོད་པ་ཡིན་ན་ཡང་སོ་སོས་འགྱོད་པ་མེད་པར་བྱས་ཡོད་བསམ་པ་ཅིག་འདུག་སེམས་དྲན་གྱི་ཡོད། དེ་དང་ད་རྩ་བའི་ད་ང་རེ་འགས་ཅིག་ཞིབ་ལྟ་ཞུས་མ་དགོས་པ་ད་རྒྱུན་ལས་དང་མི་མང་རྣམ་པ་ཚོས་འདུག་མཁྱེན་གསལ་རེད། གཙོ་བོ་དེ། ག་རེ་ཞུ་ཡིན་གྲོགས་སུ་ཞུས་པ་ཡིན་ན། དབུས་གཙང་དང་པོ་ཆུས་ཀྱི་ཆུ་བེད་རྒྱུན་ལས་བྱེད་པའི། རྒྱུན་ལས་བྱེད་པའི་དུས་ཚོད་འདིའི་ནང་ལ་རྒྱ་གར་གྱི་ལྷོ་ཕྱོགས་ཀྱི་བུད་མེད་གཞིས་ཆགས་ཁག་དང་རྒྱ་གར་བྱང་ཕྱོགས་ཀྱི་བུད་མེད་གཞིས་ཆགས་ཁག་ཁ་ཤས་ད་ག་ནང་བཞིན་ཡོ་རོབ་དེ་ཚོ་ལ་སོ་སོ་དངོས་སུ་འགྲོ་ཐུབ་པ་བྱུང་ནས་ས་གནས་དེ་ཚོ་གི་མི་དམངས་དང་མཇལ་འཕྲད་ཀྱི་ཐོག་ནས་ཕུན་ཚུན་བགྲོ་གླེང་རེས་བསམ་ཚུལ་བརྗེ་ལེན་འདི་འདྲ་བྱས་ནས་ད་ཁོང་རྣམ་པའི་གནས་སྟངས་ལ་རྒྱུས་ལོན་བྱེད་ཐུབ་པ་བྱུང་སོང། ཟི་གཞོན་ནི། མདོར་བསྡུས་ན་ད་ང་རང་ངོས་ནས་གཞིས་བྱེས་གཉིས་ཀྱི་ད་ག་ཚོ་རེད་ཆབ་འབག་རིག་གསུམ་གྱི་གནས་བབ་དང་མི་མང་གི་འཚོ་བའི་གནས་སྟངས། ལྷག་པར་དུ་ཕྱི་ལོགས་སུ། ཕྱི་ལོགས་ད་ང་ཚོ་གི་བཙན་བྱོལ་ལ་ཡོད་པའི་བོད་མི་སྤྱིའི་གནས་སྟངས་ལ་རྒྱུས་ལོན་གསར་བོ་ཅིག་བྱུང་བསམ་པ་འདུག་དྲན་གྱི་ཡོད་ཟེར་ཞུ་ཡ་གཅིག་འདི་ཡིན། ད་དོན་ཚན་གསུམ་པ་དེ། ང་ཚོ་བོད་མི་མང་གི་འཐུས་མི་ཅིག་བྱེད་ཀྱི་ཡིན་ཟེར་ཉེས་དང་ད་བཙན་བྱོལ་སྒྲིག་འཛུགས་ཀྱི་དང་ཐད་ཀར་ལ་འབྲེལ་ཡོད་ཀྱི་ལས་ཀ་བྱེད་མཁན་ཡིན་གསུང་མཁན་ལྟ་སུ་ཡིན་པ་ཡིན་ན་ཡང་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སྟངས་དང་ཁྲིམས་སྒྲིག་ཁག་གི་ག་ད་ལྟ་དགོངས་པ་དང་དོན་རྟོགས་པ་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ཟེར་དུས་བསམ་གྱི་ཡོད་ད་ང་རང་ལ་ཆ་མཚོན་པ་ཡིན་ན་ཨ་འདས་ཟིན་པའི་ནང་ལ་ཡག་ཅིག་ཁྲིམས་སྒྲིག་དང་དགའ་བའི་ལས་ཀ་དག་བྱེད་མྱོང་ལྟ་རྒྱུ་འདོད་སྲིད་ཡོད་མ་རེད། མ་ཟད་ད་ནམ་རྒྱུན་ནས་ཁྲིམས་དང་སྒྲིག་གཞི་ཁ་ལ་ཐག་ཁ་བསུ་བ་ཅིག་དོ་སྣང་བྱེད་ངེས་དེ་འདྲས་ཅིག་ཡིན། དམིགས་བསལ་གྱིས་དམ་དྲའི་ཆ་ལ་ཡང་རྡ་རམ་ས་ལ་ས་གནས་གྲོས་ཚོགས་ཀྱི་ཚོགས་གཙོའི་འགན་ཁྱེར་ནས་མི་མང་གི་འདུག་སྲིད་ལྟ་ཞིབ་ཁྲིད་ཅིག་ཞུ་གི་ཡོད་དུས། ས་གནས་འཐུས་ཚོགས་ཀྱི་ད་ཚོགས་འདུ་དེ་ཡང་ད་སྒྲིག་གཞི་གི་དགོངས་དོན་ནང་བཞིན་དགོངས་ཚོགས་ཐོབ་ཐུབ་ཡ་དང་སྒྲིག་གཞི་ཁ་ལག་བསྟར་དོན་འཁྱོལ་ཐུབ་པ། དེ་འདྲས་ཀྱི་ད་བརྒྱུད་རིམ། འཕྲོས་པས་ནི་ད་ང་རང་ལ་སྔར་ལྷག་ད་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་དང་སྒྲིག་གཞི་ཁག་ལ་རྒྱུས་ལོན་དང་སློབ་སྦྱོང་བྱེད་ཀྱི་གོ་སྐབས་འདུག་ཟེར་རག་ཐུབ་པ་བྱུང། ཞོལ་གཅིག་དང་སྒྲིག་འཛུགས་དང་མི་མང་གི་བར་ལ་ཡང་འབྲེལ་བ་ག་འདྲའི་ཡོད་པའི་ཐོག་ལ་ཡང་སྔར་ལས་ལྷག་པའི་སྒོ་ནས་ཤེས་རྟོགས་ཐུབ་པ་བྱུང་ཞེས་ནི་དེ་གཅིག་བརྗོད་ཡིན། ཨ་མདའ་བྱིས་པ་དེ། ད་ང་རང་གི་འདས་ཟིན་པའི་ལས་ཀའི་ནང་ལ་ད་ཅིག་ལས་ཀ་མང་པོ་བྱས་པའི་ནང་ནས་ད་དམིགས་བསལ་གྱི་ད་ལས་ཀ་ཟིན་ན་རེད་ད་དམིགས་བསལ་གྱི་ད་ང་རང་ལ་སོ་སོ་ལ་ཉམས་མྱོང་ཕུན་སུམ་ཚོགས་པ་འདི། ཉིས་སྟོང་བཅུ་དྲུག་གི་ལོ་ལ་ཡང་ང་ཚོ་ཐའེ་ཝན་ལ་འདུག་སྲིད། ད་རྒྱ་ནག་ནང་ལོགས་ནས་ཕྱི་ལོགས་རང་དབང་ལུང་པའི་ནང་ལ་ཕེབས་པའི་རྒྱལ་རིགས་ཀྱི་ད་མཁས་པ་དང་ལོ་རྒྱུས་དཔྱད་བརྗོད་པ་རེ་རྩོམ་པ་པོ་དེ་འདྲའི་གི་ད་མཁས་པ་མང་པོ་ཅིག་འདུག་སྲིད་སྙམ་དོ། བསྡོམས་ནས་ང་ཚོས་ཟླ་ཉི་མ་ཁ་ཤས་ཀྱི་བགྲོ་གླེང་བྱས་དགོས་གོ་སྐབས་རག་ཐུབ་པ་བྱུང་སོང། དེའི་ནང་ལ་གོ་སྐབས་དེ་བརྒྱུད་རྗེས་རྒྱ་རིགས་ཀྱི་ད་མཁས་དབང་ཚོས་ཀྱིས་ང་ཚོ་བོད་པ་དང་བོད་མི་ལ་བསམ་བློ་ག་འདྲས་བྱེད་དོ། ང་ཚོ་བཙན་བྱོལ་བོད་མི་ཀྱི་སྤྱི་ཚོགས་དེ་ལ་གཟིགས་ཕྱོགས་ག་འདྲ་བྱེད་དོ། དེ་ལྟ་ལ་སོགས་པའི་སྐོར་ལ་ཉམས་མྱོང་ཕུན་སུམ་ཚོགས་པ་བསགས་ཐུབ་པ་བྱུང་སོང་ཞུ་ཡ་གཅིག་དང། ཨ་ནི་ཉིས་སྟོང་བཅུ་བདུན་གྱི་ལོ་ལ་ཡ། བོད་དོན་མཐའ་ཉམས་ཞིབ་ཁང་གི་གོ་སྒྲིག་གི་འོག་ལ། བོད་ཕྱི་ནང་གཉིས་ཀྱི་མཐའ་གནས་སྟངས་དང་འབྲེལ་བའི་དྲི་བ་ཁ་ཤས་ཅིག་ལ་དུག་སེལ་ལན་འདེབས་ཀྱི་མཐའ་དྲིན་དུར་སེ་ན་རེ་དེ་འདྲའི་ཅིག་བྱས་ཡོད་རེད་དེའི་ནང་ལ་ད་ང་རང་གིས་ལན་འདེབས་བྱས་པར་བརྟེན་ནི་ཨ་ནི་ང་རང་ལ་དུག་སེལ་ལན་ཁ་རག་ཐུབ་ཡས་སྟོད་ཁ་རེ་བརྙན་པར་རག་ཐུབ་ཡས་ཨ་ནི་དེ་འདྲའི་བྱུང་སོང་ཨ་ནི་འདི་ལ་སོགས་ཀྱི་ད་གང་ལྟར་ཅིག་སྤྱི་ཚོགས་ནང་ལ་ད་སྤྱི་ཡས་ཀྱི་སྤྱི་དཔལ་གྱི། རྩ་དོན་ལ་ཕན་པའི་ལས་ཀ་མང་པོ་ཅིག་བྱས་ཡོད་པའི་ནང་ནས་ད་དབུ་མའི་ལམ་གྱི་མི་མང་ཚོགས་ཆེན་ཐེངས་དང་པོ་གོ་སྒྲིག་བྱས་ཀྱི་གོ་སྒྲིག་ནང་ལ་ཞུགས་ཡ་རེད་ད་ག་ནང་བཞིན་ད་ལས་འགུལ་ཆེ་ཕྲ་ཆུང་སུ་ལ་མཉམ་ཞུགས་བྱས་ཡ་དང་དང་བླངས་སྒོ་ནས་ལས་ཀ་བྱས་ཡ་དང་ལས་འགུལ་སྤེལ་ཡ་ལ་སོགས་ད་ཐུགས་གང་ཐག་ཅིག་མང་པོ་ཅིག་ཐུགས་ཞུས་ཡོད་ད་ཡིན་ན་ཡང་ཅིག་ཚང་མ་ལོགས་ཤིག་ཞུ་དགོས་ཡ་གི་གནད་ཁ་བཟོད་མཁན་མཐོང་གི་མི་འདུག་ད་གོང་དུ་ག་རེ་ཞུས་ཟིན་པ་དེ། ང་རང་གི་ངོས་ནས་བོད་སྤྱི་པའི་རྩ་དོན་ལ་ཕན་པའི་ལས་ཀ་བྱས་པ་འདི་གས་དེ་དང་སྤྱི་དོན་ལ་ཕན་པའི་ཁ་སོར་ད་གྲུབ་འབྲས་ལ་ཞེད་སྣང་མ་སོང་འདི་གས་དེ་ད་གང་ལྟར་འདི་འདྲས་ཅིག་ཞུ་ཐུབ་པ་བྱུང་སོང་ཞེས་ནས་དེ་ཞུ་ཡ་ཡིན། ད་འདི། དྲུག་པ་འདི། སྤྱི་འཐུས་འོས་མིའི་ཁོངས་སུ་ཞུགས་དགོས་པའི་རྒྱུ་མཚན་གསལ་ཏེ་རེད་ད་སྤྱི་འཐུས་ལ་གར་ཕྱིན་ནས་ལངས་ཀྱི་ཡོད་གར་ཕྱིན་ནས་སྤྱི་འཐུས་འོས་མིའི་ཁོངས་སུ་ཞུགས་ཀྱི་ཡོད། སྤྱི་འཐུས་ཀྱི། ཆགས་པས་ན་ཁྱེད་རང་ག་རེ་བྱེད་ཐུབ་ཚོད་རེད་ཟེར་ཏེ་འདུག་ཟེར་གྱིན་ཞུ་གི་ཡིན་ད་དང་པོ་དེ། ད་ལྟ་གོང་དུ་ཞུས་པ་ནང་བཞིན་རེད། ང་རང་ལ་ཆ་མཚོན་པ་ཡིན་ན་བོད་ནང་ལ་སློབ་སྦྱོང་ག་ལ་གང་འཚམ་བྱས་ཟིན་པ་ཅིག་ཡིན། ཨ་ནི། བོད་ནང་ལ་རྒྱ་མི་དང་མཉམ་དུ་ཁོར་ཡུག་གཅིག་གི་ནང་ལ་འཚོ་བ་སྐྱེལ་མྱོང་བ་ཅིག་གི་ཡིན། དེ་ཡིན་དུས་བོད་ནང་གི་གནས་སྟངས་གསལ་པོ་ཤེས་ཀྱི་ཡོད་ལ་ཨ་ནི་དེ་དག་ལ་ཁ་སོར་ཁ་ཤས་ལ་གདོང་ལེན་བྱེད་པའི་ལས་དོན་དེ་འདྲ་ཡག་གང་རེད།

མང་བར་བུད་མེད་མངོན་འདོད་བསྒྲུབ་རྒྱུ་ལ་ཡང། དྲང་བདེན་དང་གཅིག་དྲིལ། ནུས་པ་མཉམ་པོ། སྔར་ལས་ལྷག་པ། ག་རེ། བྱེད་དགོས་ཡ་ལ་ཡ་གཅིག་ཉམས་མྱོང་གི་ཆ་ནས་མི་བཏང་བ་མེད་བསམ་པའི་སྒོ་ནས་འདུག་ཕྱིན་ནས་གཅིག་སྡུད་ལ་ལངས་ཀྱི་ཡོད་ཕྱིན་ནས་རྒྱུ་མཚན་དང་པོ་དེ་འདི་ཡིན། ད་ལྟ་རྒྱུ་མཚན་གཉིས་པ་དེ། རྒྱ་ཆེ་ས་ནས་ཞུས་པ་ཡིན་ན། ད་ང་ཚོ་བོད་པའི་ལུང་པ་འདི་མིའི་ཐོག་བ་རེད་མིའི་ལག་པ་ལ་ཡོད་རེད། དེ་སོང་ཙང་ང་ཚོ་ད་མི་ཡུལ་ལ་ཡང་ཆབ་སྲིད་ཀྱི་སྐྱབས་བཅོལ་ལ་འགྲོ་དགོས་པའི་གནས་སྟངས་དེ་འདྲས་ཅིག་ཆགས་ཡོད་རེད། བོད་ཕྱི་ནང་གཉིས་ཐུག་ས་ཁ་གྱེས་པའི་གནས་སྟངས་ཅིག་རེད། ཆུང་ས་ནས་ཞུས་པ་ཡིན་ན། སོ་སོ་གི་ཕ་མ་སྤུན་མཆེད་དེ་ཚོ་ད་བོད་ནང་ལ་ཡོད་རེད་དེ། ཡིན་པ་ཡིན་ན་ཡང། ད་ག་ཚོད་ཅིག་རང་དབང་གི་ཐོག་ནས་ཕ་ཐུག་འཕྲད།

འདི་ག་རེ་ཡིན་ཞུས་པས་ན། བོད་ནང་གི་བོད་མི་གཙོས། ཁོང་ཚོ་གི་ད་ལ་སྐྱ་རེ་ཞེན་ཁོག་རེ་འདི་རི་ལྟ་བུ་ལ་གནས་བསྡད་ཡོད་རེད། ཁོང་རྣམ་པ་ཚོས་གི་སེམས་ཤུགས་དེ་སྔར་ལས་ལྷག་པ་དེ་འདི་ནི་ཕར་ཞེན་པའི་ད་དུས་སྐབས་དེ་འདྲའི་ཆགས་བསྡད་ཀྱི་ཡོད་རེད། འདི་གི་དུས་སྐབས་དེ་དུས་བབ་དེ་ཧ་ཅང་རྩ་ཆེ་བ་དེ་འདྲའི་རིགས་རེད། འདི་དང་ད་བོད་ནང་གི་གཞིས་ལུས་རྒྱ་ཆེ་བོད་མི་ཚོས་གི་རེ་བ་བཅོལ་ས་དེ་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་བོད་མི་དེ་གས་དེ་ཆགས་ཀྱི་ཡོད་རེད། ད་བར་ལ་བཙན་བྱོལ་སྤྱི་ཚོགས་འདི་ཚགས་ཚུད་པ་དང། གོ་རིམ་ལྡན་པ། རེད་བ་གང་འདྲ་གཅིག་ཅན་བཙན་བྱོལ་སྤྱི་ཚོགས་འདྲ་འདྲ་གི་ནང་ནས་མི་འདྲ་བ་ཅིག་ཡོད་པ་དེ། ང་ཚོ་སྐྱབས་མགོན་དོན་གྱི་བདག་པོ་གིས་གཙོ་བྱས་པའི་མི་རབས་གོང་མ་རྣམས་ཀྱི་ནི་ག་རེ་ཅིག་མི་རབས་བགྲེས་པ་ཚོའི་དགོངས་པ་ཟབ་པོ་ཡོད་རེད་སྙིང་སྟོབས་ཆེན་པོ་ཡོད་རེད་ལངས་ཕྱོགས་བརྟན་པོ་ཡོད་རེད་ད་ལ་རྒྱ་དང་ཞེན་འགོག་ཆེ་བ་ད་བོད་མི་ཤ་སྟག་ཅིག་རེད་བ། ཨ་ནི་དེ་གས་དེ་གིས་ད་བྱས་རྗེས་ཅན་གྱི་མི་རབས་བགྲེས་པ་རྣམས། རིམ་བཞིན་རྫོགས་ཡོད་པའི་རྫོགས་འགྲོ་གི་ཡོད་པའི་ད་དེ་འདྲས་ཀྱི་གནས་སྐབས་ཅིག་དང། ད་མི་རབས་རྒན་པ་ཚོས་རྒྱུན་སྡོད་བྱེད་ཡ་དེ་ང་ཚོ་ན་གཞོན་ཚོས་ད་སོ་སོའི་དཔུང་སྡེ་སྟེང་ལ་ཕབ་པའི་གཡོལ་ཐབས་སྦས་པའི་ད་ལས་འགན་ཅིག་ཡིན་པ་སོང་ཙང། ང་རང་ན་གཞོན་ཞིག་དང་སློབ་སྦྱོང་གི་བརྒྱུད་རིམ་དང་ལས་དོན་གྱི་ཉམས་མྱོང་གང་ཙམ་ཡོད་པ་ཅིག་གི་ངོས་ནས། བཀའ་དྲིན་ཅན་གྱི་མི་རབས་རྒན་པ་རྣམས་ཀྱི་ཕྱག་རྗེས་ལ་ཡི་རངས་མཚོན་ཆེད་དང། ཁོང་རྣམ་པའི། ང་ཚོ་བོད་མི་སྐྱབས་བཅོལ་བ། དགྲ་འདྲེ་ནང་ནས། མི་འདྲ་བའི་སྤྱི་ཚོགས་ཤིག་ལྟ་ཡོད་ཡོད་པ་འདི། བོད་མི་གི་ཁ་སར་ང་ཚོ་བོད་པའི་གི་བདེན་མཐའ་མ་ཟག་བར་དུ་རྒྱུན་མཐུད་ཡོང་ཐུབ་པ། ཡོང་ཡག་ལ་ཡག་ཨ་ནི་སོ་སོའི་ངོས་ནས་དྲང་བདེན་དང་གཅིག་སྒྲིལ་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ཨ་ནི་ལས་དོན། སྒྲུབ་ཡག་གི་ཆེད་དུ་ཨ་ནི་སྤྱི་འཐུས་ལ་ལང་གི་ཡོད་ཟེར་ནས་ཨ་ནི་དེ་ཞུ་ཡག་ཡིན། ད་མདོར་བསྡུས་ནས་ཞུས་པ་ཡིན་ན། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྐབས་བཅུ་བདུན་པའི་དབུས་གཙང་ཆོལ་ཁའི་སྤྱི་འཐུས་ལ་ལངས་ཀྱི་ཡིན་ཟེར་མཁན་གང་ཟག་ང་རང། བོད་ཕྱི་ནང་གཉིས་ཀྱི་གནས་སྟངས་གསལ་པོ། ཤེས་མཁན་གྱི་ན་གཞོན་ཅིག་ཡིན་པའི་ངོས་ནས། ད་བོད་དང་ང་ཚོ་བོད་མིའི་གི་རྩ་དོན་སྒྲུབ་ཡ་གི་ཆེད་དུ་ལྷག་བསམ་རྣམ་དག་གི་འདུན་པ་བརྟས་ནས་སྐབས་བཅུ་བདུན་པའི་དབུས་གཙང་ཆོལ་ཁའི་སྤྱི་འཐུས་ཀྱི་འོས་མི་ལ་ཡར་ལངས་ཀྱི་ཡོད། ཞུ་ཡ་དང། ཞུ་ཡ་ཡིན། འདི་འདྲ་སོང་ཙང་ད་རྒྱ་བལ་འབྲུག་གསུམ་ནང་ལ་བཞུགས་པའི་རྒྱལ་གཅེས་དབུས་གཙང། མི་དམངས་ཚོས་ཀྱིས་ང་ལ་ཡིད་ཆེས་ཀྱི་ཐོག་ནས་ད་རེས་ཀྱི་འདི་འོས་ཤོག་གནང་པ་ཡིན་ན། ང་རང་ངོས་ནས་རྒྱ་ཆེའི་ལྟ་བུའི་རིགས་མི་དམངས་ཀྱི་རེ་ལྟོས་དེ་ནམ་ཡང་ཆུད་ཟོས་སུ་གཏང་གི་མེད་ཅེས་མི་སྡུག་ཅིང་ནས་དམ་བཅའ་འབུལ་ཡས་ཡིན།